ཨོ་ལོ་སོ་ལྷན་གཅིག་སྔ་དྲོ་དེ་རེད་ད་དེ་ནི་གང་འོག་ན་རྗེ་བཙུན་རིན་པོ་ཆེན་གྱི་རྣམ་ཐར་དང་འབྲེལ་བའི་གང་ཤེས་པ་དེ་འགའ་ཤས་འགའ་ཤས་ཞུས་པ་རེད་ད་དེ་ང་རང་གང་ཤེས་པ་དེ་རེད་མ་གཏོགས་དེ་ལས་ཤེས་བྱ་ལ་ནི་མཐའ་ཡོད་མ་རེད་བ་ང་ཚོ་གི་ཀླད་པ་གི་ནུས་པ་ཟེར་ན་འདྲ་རང་གི་ཤེས་རབ་དེ་ལ་ཚད་ཡོད་རེད་བ་དེ་མཐའ་དག་ནི་མཐའ་དག་ཡོད་ཚད་ནི་ཡོད་ཚད་དུ་ཤེས་ཀྱི་མ་རེད་དེ་གང་ཤེས་པའི་ཆ་ཤས་ཆ་ཤས་ཙམ་ཞིག་རེད་ཡང་ཁ་ཤས་ཀྱི་དེ་ཁོ་ཆ་ཚང་པོ་ཤེས་ཀྱི་མི་འདུག་ཟེར་ཡ་འདྲ་བོ་བཏང་ན་དེ་འདྲའི་དགའ་སྐྱོ་སྣང་ཡོང་དགོས་རེད་བ་ཤེས་བྱ་ཚད་མེད་བཤད་སོ་སོའི་ཚད་ཡོད་ཀྱི་ཆེད་སྙོམ་ལས་དང་ལེ་ལོ་བྱས་སོང་དུས་དེ་ཆ་ཚང་པོ་ཅི་ཙམ་བ་ནི་ཡོང་གི་མི་འདུག།

ད་ཡང་སྙིང་སྟོང་པའི་ཤཱཀྱ་ཐུབ་པ་དེ་དངོས་གནས་ཀྱི་ཤཱཀྱའི་སྲས་རང་གི་ཟོབ་ལྟ་འདྲ་བོ་ག་འདྲ་ཡོད་རེད་ཟེར་དུས་ཡང་སྐུ་ལས་ཐིག་ཏུ་འཕྲད་ཡོང་གི་ཡོད་རེད་ཟེར་གི་འདུག་ཨོ་ཅིག་ཐིག་རྩ་དང་དེ་འདྲ་ཡོད་དུ་ཡོད་རེད་དེ་འོ་ད་དེ་འདྲས་ཅི་རེད་དེ་ནི་སྐུ་བརྙན་གྱི་གྲུབ་ཆ་གི་ཆ་ནས་བཤད་ན་དེ་ནི་ད་རྗེན་པ་ལས་སོའི་ཞལ་བ་སེ་རེ་དངུལ་སྲང་བརྒྱ་ར་ད་འདྲ་མི་འདྲར་གྲུབ་ཞེས་པ་དེ་འདྲས་ཡོང་གི་ཡོད་རེད་བ་འོ་དེ་རྒྱུ་ཆ་རང་ད་བཤད་ན་དེ་ནི་རེད་རེད་བྲིས་ཞལ་བ་དང་དེ་འདྲས་ཡོད་རེད་བ་ད་ད་དེ་རིང་གི་སང་ཡོད་ན་འགྱིག་དང་ཤིས་དང་ད་དེ་འདྲ་མང་པོ་ཅིག་ལ་ཡང་སོ་ཡང་ཡོད་རེད་བ་དེ་སྔ་མོ་ནས་ཁོ་རྣམ་ཤཱཀྱ་དེ་ལ་དྲི་མ་དང་འབུར་མ་གཉིས་བྲིས་འབུར་རྣམ་གཉིས་ཟེར་འདྲ་ཅིག་ཡོང་སྡད་ཀྱི་འདུག་དེ་དྲི་མ་ལ་ཅིག་ད

ཅེས་ད་ཞལ་འཕྲམ་རིང་པོ་བྲིས་བྱས་པ་དེ་རེད་དེ་མང་པོ་འདྲ་བོ་ཆེ་འོ་དེ་འདྲ་ཡོད་དེ་སྐུ་ཞབས་ལྡེམ་ལོ་ཡིན་ན་རེད་ད་དེ་ཨེ་ཡིན་འདྲ་མི་འདྲ་མང་པོ་ཆེ་དེ་འདྲའི་ཆགས་འདུག་ཡོད་རེད་ད་ཡང་སྙིང་ཅིག་དངོས་སུ་རྗེ་བཙུན་གྱི་ད་སྐུ་གི་རྣམ་འགྱུར་གསན་ན་རེད་ད་ཁ་སྟོང་འདྲ་བོ་ཞུས་ཡོད་ན་ཟོབ་ད་ཟེར་དགོས་རེད་འོ་ད་དབྱིབས་ཟེར་དགོས་རེད་འོ་དེ་ག་འདྲས་འདྲ་བོ་ཡོད་རེད་ཟེར་ད་དེ་དྲི་བ་དེ་དེང་སང་ང་ཚོ་སྐུ་བརྙན་ཚང་མ་ལ་ཡོང་དེ་གི་འདུག།

ཐོག་ལོ་རྒྱུས་ཞིབ་འཇུག་པ་དེ་ཚོ་དེ་ལ་དབྱེ་ཞིབ་འདྲ་པོ་བྱས་ནས་སྒྲིག་ཆས་ཡོང་དུས་དེ་གོང་དངོས་བྱུང་གི་མི་སྣ་ཅིག་ཡིན་དུས་དེ་ནས་མི་ཅིག་ཡིན་དུས་དེ་ནས་ལུང་པ་དེའི་མི་ཡིན་དུས་འོ་ད་དེ་གི་ཚུགས་ཀ་འདྲ་ཅིག་ཡོང་དགོས་ཀྱི་ཡོད་རེད་བ་དེ་དང་བ་མཐུན་པ་འདྲ་ཅིག་ཉེས་པ་འདྲ་པོ་ཅིག་དེ་དགོས་རེད་ད་དེ་ནས་རྗེ་བཙུན་རིན་པོ་ཆེ་ཡིན་ན་ད་སྔོན་མ་རྣམ་ཐར་ཁག་ནང་ལོགས་ལ་དེ་ཀུན་གྱི་དབྱིབས་དེ་ཞེ་དྲག་ཞེ་དྲག་ཟེར་བ་འདྲ་བོ་དེ་ཡོང་གི་མེད་རེད་བ་ད་རྣམ་ཐར་མང་པོ་གཟིགས་མྱོང་མཁན་གཡོན་ཐོང་བཞི་ཤེས་རེད་བ་གིན་ཛའི་བེ་གིས་རྗེ་བཙུན་གྱི་རྣམ་ཐར་ཉི་ཟླ་འོད་ཟེར་སྒྲོན་མེ་གི་ནང་ལོགས་ལ་དེ་ནས་རྗེ་བཙུན་གྱི་སྐུ་གི་རྣམ་འགྱུར་འོ་རྣམ་པ། ཟོབ་ལྟ་ཟེར་བར་ཨོ་ད་ལྟའི་སྲས་པོ་ཅིག་སོང་འདུག་དེ་ཁོང་གིས་དེའི་གནང་ལོག་ལ་མ་སྨྲས་དེ་ན་སོང་ཡོད་རེད་དེ་ནས་མངོན་རྟོགས་དགོན་པར་འདོད་ནའང་སྲིད་རྗེ་བཙུན་རིན་པོ་ཆེ་སྐུ་ཞིག་དགོན་པར་འདོད་ན་དེ་ནས་སྐུ་ལུས་གྲོལ་གྱི་ཤེས་པ་བོང་རིམ་ཀུན་ཙམ་མེད་པར་དཔལ་སྐུ་གསུང་རིང་པོ་དེ་འདྲ་མ་ཡིན་པར་གསུངས་འདུག་དེ་ནས་ཞལ་རས་ཁྱི་ལེ་བ་སོ་སོའི་ཞལ་རས་སྒོར་མོ་འདྲ་ཆེ་ཚུལ། འོ་ཞལ་ཁྱི་ལེ་བ། མ་གཏོགས་དེ་ཁྱེད་མ་ན་ན་འདྲ་བོ་དང་འགྲམ་པ་རིང་པོ་དང་འོ་དེ་འདྲ་ཡིན་པའི་སྐད་ཆ་མི་འདུག་བ། ཤངས་ལེབ་ཟེར་བ་སོ་ཤངས་ཚུལ། ཕྱི་རྒྱལ་གྱི་ན་འདྲ་བོ་དེ་འདྲ་མིན་པར་སྤྱིར་བཏང་བོད་ཀྱི་ན་ལེབ་ལེབ་རེད་དེ་དེའི་ནང་ལ་མ་ལེབ། ཟི་ཡོ་བ་སྤྱན་དཀྱུས་ཁྲ་སེར་བ་ཨ་སེ་སྤྱན་བག་དཀྱུས་རོ་སྤྱན་མཚམས་དམར་ཁྱི་ལེ་བ་དབུ་སྐྲའི་མཚམས་ལ་ཡར་ལ་ཞོར་བག་དང་ཡོན་བག་དང་ཆུང་དུས་དེ་འདྲའི་གདུང་སོང་དུས་དེ་འདྲའི་གི། ཨ་ཁུ་ཨ་ནེ་གི་ཉི་ཟླ་བཏང་སོང་བའི་སྐབས་ལ་དེ་ནི་དབུ་སྐྲ་བཏེགས་ཚེ་དེ་ནི་དེ་དམར་གནས་ཆུང་འདྲ་བ་བྱུང་ན་དེ་ནི་སྐྲ་མ་འགྱིག་ས་དེ་འདྲ་ཡོད་ས་རེད་བ། མཚེམ་ཟུར་དུམ། སྔོ་རྩྭ་ལ་དཀར་སེར་བ་བ་ཆུང་དུས་བརྡབས་སོང་རེད་ཟེར་འདྲ་ཡོང་གི་འདུག་དེ་ནས་ཞལ་གྱི་གཡས་གཡོན་གྱི་སྟེང་ན་སྨེ་བ་སྲན་མ་ཙམ་ཡོད་བ་ཨ་སེ་དེ་ཞལ་གཡས་གཡོན་གང་སྨེ་བ་ཆུན་ཆུན་གཉིས། དབུ་སྐྲ་ར་རྫ་བ་ཕྲན་བུ་སེ་ལེ་བ་ཚུ་ཚུད་ཀྱི་ལྟས་ཚུལ་གཅིག་འཆིང་བདེ་བ་སོགས་འདྲ་ཡོད་ས་རེད་གནག་ལ།

དེ་ནས་མུ་བྷུད་ལ་བསླབ་དགོས་བ་རེད་མུ་བྷུད་ཀྱི་རྟེན་ལ་དེ་ནས་བླ་མེད་ཀྱི་སྐུ་གསུང་ཐུགས་རྟེན་འོ་དེ་ནས་སྐུ་བརྙན་ཞབས་ཕྱི་ལ་སོགས་པ་དེ་འདྲའི་དེ་རྟེན་དུ་ཉར་ལ་ཞེས་ལུགས་སྲོལ་ཡོད་རེད་བ། འོ་དེ་རྗེ་བཙུན་རིན་པོ་ཆེན་གྱིས་དེ་སྐུ་བཞེངས་ཡ་དེ་སྔ་མོ་ནས་ཡོད་བས་སོ་འདྲི་ཅིག་ཡོང་དེ་གི་འགྲོ་རྒྱུ་ཡ་ལྟ་ཡོང་དུས་དེ་ཁ་སང་ཞུས་རེད་དེ་ནས་ཞེ་ཞིག་རེད་བ་གི་གདུང་རྟེན་དེ་ཕྱག་བཞི་རུ་བགོས་ནས་གཅིག་ལ་དེ་བྱས་རེད་སྐུ་འདྲ་ཆུང་ངུ་ཞིག་བཞེངས་ནས་དེ་ལ་ཅི་གནས་ནང་ལ་ཞུགས་བཞག་རེད་དེ་ལ་ཅི་གླན་ཆད་སོང་དུས་དེ་ནས་ཨ་ཉག་ནམ་བཀྲ་ཤིས་སྒང་ལ་གདན་ལ་གང་ནས་ཞུགས་པ་རེད་ཟེར་ཅིག་ལ་ཅི་ལ་གཅིག་ཡོང་གི་འདུག་དེ་དེ་སྔ་འཕྲད་རྒྱུ་རེད་འདུག་མེད་དམ་ཀུ། འོ་དེ་ནས་ཆ་གཅིག་སྐུ་འདྲ་བཞེངས་ནས་དེ་ནས་དཔལ་ཧེ་རུ་ཀའི་ཕོ་བྲང་སྨན་ལུང་ཆོས་བར་ལ་ཞོག་གི་རེད། འོ་དེ་ཡོང་གི་འདུག་ཨ་ད་ཆོས་བར་ལ་ཡོད་པ་དེར་ཕྱིས་སུ་རྗེ་བཙུན་རས་ཆུང་དཔལ་གྱི་ཕྱག་སོར་རེད་ཟེར་ཡ་ཡོང་དེ་ཡ་དེ་སྐུ་དེ་རེད་འདུག་ཨ། འོ་ད་དེ་འདྲས་ཅིག་ཡོང་དེ་གི་འདུག་སྐུ་དེ་དེ་ཡིན་དུས་དེ་ནས་ཕྱིས་སུ་གནས་ཆོས་ཆོས་བར་རང་ལ་རྗེ་བཙུན་རས་ཆུང་དཔལ་བཞེངས་པའི་དེ་སྐུ་དེ་རེད་ཟེར་སྐུ་བརྙན་མཐོང་བ་རང་དྲུང་ཟེར་ཡོང་གི་འདུག་ཨོ་ད་དེ་སྨན་ཁྱིམ་ལ་འཕྲོད་པ་དེ་རེད་འདུག་ཨ་ད་དེ་སྔ་གཞུག་ཟླ་བ་ཏོག་དེ་བའི་རྗེས།

མ་གཞི་ནང་ཆེན་ད་མཁྱེན་གི་ཡོད་རེད་ད་དེ་མ་ཏོག་ང་ཚོ་དེ་བོད་ཀྱི་ས་གནས་མང་པོ་ཅིག་ལ་ཡོད་རེད་བླ་མ་དེ་འདྲས་ཀྱི་སྐུ་བརྙན་དེ་བླ་མ་ཁོ་རང་གི་ཕྱག་སོར་རེད་ཟེར་ཡ་འདྲ་བོ་ང་འཕྲག་མ་རེད་ཟེར་ཡ་དེ་འདྲ་མང་པོ་ད་ཚུལ་གྱི་སྐུ་བརྙན་དེ་ཚོ་ཅིག་བསྡུ་རུ་ཡོང་དུས་དེ་ནས་བཟོ་བདག་ཁྱོན་ནས་མི་འདྲ་བ་ད་དེ་ཁོ་རང་སྐུ་བརྙན་ཁོ་རང་བཞེངས་བྱ་བས་ན་གཅིག་པ་འདྲ་ཡོང་དགོས་གི་རེད་དེ་དེ་གཅིག་ཚུལ་མེད་པ་དེ་འདྲ་མང་པོ་ཡོང་སྡད་གི་འདུག་ད་དེ་ཡང་ང་ཚོ་དེའི་དོ་སྣང་འདྲ་པོ་བྱེད་དགོས་ས་མང་པོ་ཅིག་ཆགས་ཡོང་དགོས་རེད་ད་དེང་སང་སྐུ་བརྙན་གྱི་དེ་བཟོ་བདག་དེ་ཚོ་ལ་སྒྱུ་རྩལ་གྱི་ཐོག་ནས་ཞིབ་འཇུག་བྱེད་ཡ་དེ་ནས་རིག་གནས་ཀྱི་གྲུབ་ཚུལ་གྱི་སོ་བར་བ་འོ་ན་ཚད་གྲུབ་ཚུལ་གྱི་ཆ་ནས། དེ་ནས་བཟོ་བཀོད་ཀྱི་ཆ་ནས་ཡང་ཡི་གེ་ཁྱབ་བསྡུར་འདྲ་བ་ཟེར་བ་རེ་དཔྱད་པ་བཏང་སྟེ་དེ་ནས་འགྱུར་བ་འདྲ་བོ་འགྲོ་ནས་དེ་ཆགས་སོགས་དང་ང་འདྲ་མ་ཐོན་སོགས་དེ་ང་འདྲ་མ་མ་ཆགས་བསྡད་ཀྱི་སྐུ་ལས་དེ་འདྲ་མང་པོ་དེང་སང་འཕྲད་བསྡད་ཀྱི། ད་ལྟ་བལ་ཡུལ་གྱི་རྒྱལ་ས་ལ་ཡོད་པའི་ཆོས་བ་འགྲོ་འཕྲེང་དགོན་པ་ན་བཞུགས་བསྡད་པའི་ད་རྗེ་བཙུན་གྱི་སྐུ་སྨན་ཐམ་དགོད་བྱེད་འགྲོ་བ་ད་ལྟའི་སྔ་ས་ནས་དེ་ཆོས་བ་ལ་ཡོད་པ་དེ་ད་རྗེ་བཙུན་རས་ཆུང་དཔལ་གྱི་ཕྱག་སོར་རེད་ཟེར་ཡ་དེ་རེད་འདུག་ཡང་ན་འཕེལ་རྒྱས་གླིང་ན་བཞུགས་བསྡད་མཁན་ཡང་རྗེ་བཙུན་སྐུ་ལི་མ་གཅིག་བྱས་དེ་ནས་ད་ལྟ་ཆོས་བ་ལ་ཡོད་པའི་ལི་མ་གཅིག་འདུག་ད་དེ་ཚོ་རྗེ་བཙུན་རས་ཆུང་དཔལ་ཕྱག་སོར་རེད་ཟེར་དེ་འདྲས་གསུངས་འདུག་སྟེ་དེ་ནས་ད་སྐུ་དེ་ཚོ་གི་དེ་ཟོབ་ད་ཟེར་བ་རང། ཟོག་གོས་ཟོག་གི་སྒྱུ་རྩལ། ཟོག་གི་རྣམ་པ། ལྟ་སྡིག་གི་གྲུབ་ཚུལ་གྱི་ཆ་ནས་བལྟས་ཡོང་དུས་དེ་ནི་ཆོས་བར་ལ་གྱི་རྟེན་རྙིང་པ་རྗེ་བཙུན་རྩ་ཉོན་ཧེ་རུ་ཀ་དང་དབུས་ཉོན་ཧེ་རུ་ཀ་ད་ཁོང་རྣམ་པས་ཀྱི་སྐུ་རྙིང་པ་འགའ་འགྲོ་ད་དེ་ཚོ་དེ་ཀོས་དུས་མཉམ་གྱི་ཟོག་སྐྱེས་ཀྱི་ཚོགས་ཀྱི་ཁྱད་ཆོས་ཟེར་བར་བ་དེ་རྣམ་པ་དེ་སླེབས་ཡོང་དགོས་རེད་ལེ་མ་དེ་ཚོ་ཡིན་ན་ད་ཞལ་གྱི་དཀྱིལ་འཁོར་དེ་ཚོ་དངོས་གནས་ཀྱི་སྐུ་རྙིང་པ་དེ་ཚོ་ནང་བཞིན་གྱི་དེ་ཞལ་ཕྱི་ལེབ་པ་དེ་འདྲ་རེད་འདུག་དེ་ཀོ་ཤི་འདྲ་བ་དེ་ཞལ་རང་ལ་ཟིན་བཞག་པ་དེ་ལ་བལྟས་ཡོང་དུས་དེ་ནི། ཞི་ཞི་རས་པས་གསུངས་ཞལ་ལེ་དེ་ད་དངོས་གནས་དེ་ག་རང་ལ་རེད་འདུག་དེ་ཁུངས་དག་པོ་རེད་འདུག་བསམ་བསམ་གྱི་ར་འཕྲོད་ཡ་འདྲ་བ་ཡོད་བསྡད་པ་ཅིག་ཆགས་ཡོང། ནོ། དེ་རེད་དེ་ནི་ལ་གཅིག་གངས་ཀྱི་ར་བ་ལ་དེ་སྔོན་མ་སྔ་མ་ལ་དེ་ལེ་མ་དེ་མེད་པ་གསལ་བོ་རེད་དེ་ཚོན་གྱི་སྐུ་ཚལ་ལས་བཞེངས་བཞག་པ་རེད་ཟེར་དེ་ནི་འདིར་སྐུ་ཟེར་བ་རེད་སྨན་འཐམ་སྐུ་ཅིག་ཡོད་པ་དེ་རེད་གསལ་བོ་རེད་ལེ་མ་དེ་སྔ་ས་ན་མེད་པ་ཞིག་རེད་དེ་ལ་ཆེ་བའི་ནམ་མཁའ་རྒྱལ་མཚན་ལ་ཆེ་བའི་ནམ་མཁའ་རྒྱལ་མཚན་རེད་དེ་དེ་བཞིན་གཤེགས་པ་དང་འབྲི་གུང་ཆོས་ཀྱི་རྒྱལ་མཚན་གྱི་ཆོས་ཀྱི་རྒྱལ་པོ་གྱི་སློབ་མ་ར་བ་དེ་ཆོས་མཉན་ཆོས་ཀྱི་བླ་མ་ཡིན་ན་རེད་ད་དེ་ཞེ་བཞི་རེད་པ་ཁོ་ན་པའི་དུས་མཚུངས་ར་རེད་དེ་གྱི་སློབ་མ།

ད་ཆོས་རྒྱུད་ཁག་སོ་སོའི་རེད་དེ་ནས་བཀའ་རྒྱུད་བླ་མ་སོ་སོའི་རེད་ད་དེ་ཁོ་རྣམས་པ་གིས་འོ་སོ་སོ་གི་དད་པ་དང་ལ་ངོས་ནས་ད་རྗེ་བཙུན་རིན་པོ་ཆེ་སྐུ་བཞེངས་བཞག་པ་དེ་མང་པོ་ཅིག་ཡོད་པ་ད་དེ་ཚོ་ཚང་མ་ལ་ངོ་མཚར་མང་པོ་ཡོད་པ་ད་དེ་ཞུ་མ་དགོས་པ་རེད་བ་སྐུ་མང་པོ་ཅིག་བཞུགས་པ་རེད་ད་རེ་རེ་རེ་རེ་ནས་དེ་ཞུ་མ་དགོས་པ་རེད་དེ་ནས་ངས་ཚང་མ་ཉན་ཡ་ཉན་གི་མ་རེད་ཅེས་བཤད་ཉན་གི་མི་འདུག་ལ་ནི་དེ་ནས་ཞུ་ནི་ཞུ་ཐུབ་ཡ་མེད་པ་རེད་ཡིན་ན་ད་ཅིག་སྐུ་ལ་ངོ་མཚར་ཅན་དེ་འདྲ་ཡང་སྐུ་གན་ཚ་ཚ་བོ་ར་ད་དེ་འདྲས་འགའ་ཡོད་ས་རེད་འདུག་དེ་ག་ནས་ཡོང་གི་འདུག་ཟེར་ན་ད་མདོ་ཁམས་ལས།

དེས་ཁོང་གི་སློབ་མ་ཁམས་པ་ཀརྨ་བསྟན་འཕེལ་གྱི་འོ་ད་དེ་མཇལ་བའི་སྐོར་དེ་འདུག་དེ་ཁོང་གི་རྣམ་ཐར་ནང་གསུངས་བཞག་འདུག་དེས་ག་དེ་གསུངས་འདུག་ཟེར་ན་དེ་ནས་ད་ལོ་ཟླ་བ་བདུན་པའི་ཚེས་བཅུ་བཞི་ལ་ད་འཁོར་འགྱིག་མཛད་རེས་དེ་དུས་སློབ་མ་ཡར་མར་སོ་སོར་བཀྲམས་འགྲོ་དེ་མདོ་ཁམས་ཀྱི་སློབ་མ་དེ་ཚོ་ད་བྱམས་པོ་བྱས་ཟིན་ཏེ་དེ་ནས་ཁོང་གཟིམ་ཆུང་གི་ནང་ལ་ཞལ་ཤར་ལ་བཞུགས་ནས་དེ་ནས་ཕྱག་མཉམ་ཞག་སྟེང་ལ་རྗེ་བཙུན་མི་ལ་རས་པའི་སྒོ་ཐམས་ཅད་མཁྱེན་པ་པདྨ་དཀར་པོ་གིས་ཁོང་གི་ཕྱག་སོར་བྱས་དེ་ནས་པདྨ་དཀར་པོ་ཁོང་རང་གིས་དབུ་སྐྲ་བཙུགས་བྱས་པ་དེ་བསྣམས་བསྡད་འདུག་དེ་སློབ་མ་ཚང་མས་མགོ་ཐོག་ལ་བཞག་ནས་ཐུགས་ཀྱིས་སྨོན་ལམ་གནང་གིན་འདུག་ད་དེ་ནས་བར་ད་ནས་ཁོང་ཕྱིས་སུ།

ར་ལ་བ་དེ་ཡིས་ད་ཕྱིས་ཟོས་ན་བྱ་བྲལ་བ། རྣལ་འབྱོར་བ་དེ་ཚོ་ཚང་མ་བྱ་བྲལ་བ་རེད་སྤྲང་པོ་རེད་བ་ད་དེ་ཚོ་དང་འབྲེལ་བ་བྱས་ན་འཇིག་རྟེན་གྱི་དཔལ་འབྱོར་ཉམས་རྒུད་འགྲོ་གི་ཡོད་རེད་ཟེར་འདྲ་བོ་དང་ད་དེ་འདྲས་ཀྱི་རྣམ་ཐོག་ཟིག་སུ་ཅིག་སྤར་ནས་ད་དེ་ཁ་སང་གོང་ནས་ཞུ་ཡི་ཡིན་པ་རྟོགས་དཀའ་བའི་དེ་ཚོ་དེ་ནས་བཀའ་རྒྱུད་ཀྱི་འདི་ཉམས་ལེན་བྱས་རེད་ཀྲུའུ་འགྲེམས་དེ་འགའ་དེ་ཚོ་ཁྱོད་ནི་དགའ་གི་མ་རེད་བ་ད་ཁོང་རྣམ་པ་དེ་ལུགས་དེ་བས་རྣམ་པར་དག་པ་ཡིན་སངས་རྒྱས་བསྟན་པ་དངོས་ཡིན་ཟེར་དེ་ཁྲི་ཕྲག་བཅད།

བྱུང་སོང་རེད་འདོད། དེ་ག་ནས་སེལ་གི་ཡོད་རེད་ཟེར་ན་དེ་ནི་ཞོ་ནང་རྟ་ར་སྣ་ཐག་གི་རང་རྣམ་ནང་ལོག་སེལ་གི་འོ་རེད་སྨྲ་བརྗོད་ལྷུག་པོའི་གཏམ་ནང་གི་ག་རེ་ཚིག་ངོ་ཡོད་ཟེར་ན་ཁོང་ཟླ་བ་བཞི་བའི་ཚེས་བརྒྱད་ལ་བདེ་མཆོག་ལྷན་དེ་དེ་ཕོ་བྲང་བསམ་འགྲུབ་རྩེ་ལ་ཡར་འབྱོར་བ་ཡིན་གཞིས་ཀ་ད་དུ་གཞིས་ཀ་བསམ་འགྲུབ་རྩེ་རེད་གཞིས་ཀ་རྩེ་གི་དེ་འོ་དེ་དེ་ལམ་ཞོར་ལ་དེ་ནི་དུས་ཚོད་ཁྲིད་ཀྱི་སྐྱིད་རྩེ་རུ་ཕྱིན་པ་ཡིན་ད་དེ་གི་གཡབ་རིང་ལ་དེ་ནི་མི་ལེགས་རྣམ་ཐར་བཀོད་པ་ཅིག་འདུག་ད་རྦད་དེ་ཁུངས་གཞི་མཚུངས་པ་ཅིག་བྲིས་འདུག་ད་དེ་འདྲིས་ཤིན་ཏུ་ལོག་པ་རང་ཞིག་བྱུང་ད་དེ་འོ་དེ་རེད་ད།

དེ་འདྲས་ཀྱི་ལུགས་སྲོལ་བྱུང་ནས། རྗེ་བཙུན་རིན་པོ་ཆེན་དེ་མི་བུ་ཐུན་ཚོགས་ཕ་ཤི་ཞོག་སོང་རེད་ཁོང་གི་ཕ་ཤི་ཞོག་སོང་རེད་དེ་ནས་སྐུ་ཚེ་ཁོ་རང་དེ་ནས་ཀྱི་སྤྲང་ཕུ་རྣམ་པ་ལ་ཞུགས་དེ་རེད་དེ་ཁོང་གི་ཕྱི་སྐུ་ཚེ་སྨད་ལ་གྱན་ཐག་ནང་བཞིན་གྱི་དགོན་པ་ལྟ་བུ་ལོངས་སྤྱོད་རྡུལ་སྣ་ལྟར་དེ་སྡུད་ཐུབ་ཀྱི་ཡོད་རེད་བ། འགྲོ་སོང་ཆེ་རུ་ཆེ་རུ་ཕྱིན་སློབ་མ་མང་རུ་མང་རུ་ཕྱིན་རེད་དེ་འདུས་ཁོང་འགྲོ་སོང་ཆེ་སློབ་མ་ཆེ་རུ་ཕྱིན་དུས་དེ་ནས་ཕྲག་དོག་བྱེད་མཁན་མང་རུ་མང་རུ་ཕྱིན་དེ་བ་ར་ཁོང་དཔེ་དེ་གོ་རྒྱུ་འཚོལ་རྒྱུ་མེད་བས་ན་ཕྲག་དོག་བྱེད་མཁན་ཐུན་ཚོགས་རྩ་བ་ནས་ཡོང་ས་ཡོད། བར་བ་དེ་གྲགས་སྟོང་བཞེངས་སྐད་དུ་ཡོང་བའི་ཆ་ནས་དེ་ནས་ཁོང་ཡང་དེ་ནས་སློབ་མ་དང་དད་པ་བྱེད་མཁན་མང་དུ་འགྲོ་རེད་ད་དེའི་སྐབས་དེ་ན་ཁོང་གིས་གཅིག་བྱས་ན་ཆོས་རྒྱུད་ཡོག་རེད་ད་དེ་མ་བྱས་ར་བ་ཁོང་གི་འདས་ཕྱི་ནད་ཚོ་སྤངས་ན་དེ་འདས་ཚོ་ཁྲིམས་ན་ཨ་ཆོས་ཤོམ་ཙམ་ད་ཆོས་རྒྱད་དེ་འདོག་པའི་ཨ་ཆོས་སྤངས་པ་ཡིན་ཟེར་གོམ་པ་རྩེག་པོ་རྒྱག་ཡ་ད་ད་ཁྲི་མཐོན་པོ་རྒྱག་ཡ་ད་དུང་རྒྱང་གླིང་བྱེད་ཡ་ད་འོ་ད་དེ་ཚོ་མང་པོ་ཅིག་ཁོང་གིས་སྐྱོན་ཕྱུག་གནང་ཡོང། རོ་བ་དེ་ཚོ་ཆུ་སྐྱེས་ཆགས་ཏེ་ཡོད་རེད། དེང་དུས་ཆུ་སྐྱེས་དུ་འདུག་པའི་ཨ་ཤོ་སྤངས་པ་ཡིན། ཤོམ་ན་ཨ་ཤོ་ཤོམ་ཐུབ་ཀྱི་འདུག་ཆུ། འཇིག་རྟེན་གྱི་ཐོག་ནས་དཔའ་སྐྱིད་པོ་བྱས་རེད་ཆུ་གི་ཐོག་ནས་བྱས་ན་ཆུ་བ་ཡིན་ཟེར་ནས་རྫིག་པོ་བྱས་ཏེ་ངས་ཤི་ཐུབ་ཀྱི་འདུག་གསུངས་འདུག་ཡིན་ན་དེ་ཁོང་ད་དེ་བྱ་བྲལ་གྱི་རྣམ་པར་ཞུགས་བསྡད་རེད་དེ་བྱ་བྲལ་རྣམ་པར་ཞུགས་ཡ་དེ་དངོས་གནས་བཤད་ན་སྟོང་པ་སངས་རྒྱས་ཤཱཀྱ་ཐུབ་བད་ཀྱི་རྣམ་ཐར་དེ་བྱ་བྲལ་གྱི་རྣམ་ཐར་རེད་འདུག་བ་ཁོང་སྐུ་ཚེ་ཧྲིལ་པོ་ལ་དེ་ནས་ཤཱཀྱ་ཐུབ་བད་ཀྱི་བླ་བྲང་དང་ཤཱཀྱ་ཐུབ་བད་ཀྱི་གཟིམ་ཆུང་དང་ཤཱཀྱ་ཐུབ་བད་ཀྱི་དེ་ཕྱག་མཛོད་དང་ཤཱཀྱ་ཐུབ་བད་ཀྱི་དེ་ཚིག་གསོལ་དཔོན་ཟེར་ཡ་འདྲ་བོ་ཤཱཀྱ་ཐུབ་བད་ཀྱི་དེ་ནས་ཀྱི་སྤྲོ་ཁང་ཟེར་ཡ་འདྲ་བོ་དང། ནི་དེ་ཡོད་མ་རེད་བ། སྟོན་པ་ཤཱཀྱ་ཐུབ་པའི་གྱི་ཅིག་གདན་ས་རེད་ཟེར་ཡ་འདྲ་བོ་དེ་ཁོང་གི་དེ་རྩ་བ་ནས་མི་འདུག་བ་གང་ཡིན་པས་ཞབས་འདྲེན་གི་རྣམ་པ་ཆགས་ནས་ས་གོང་པ་མྱ་ངན་ལས་འདས་འགྲོ་བའི་སྐབས་སུ་གདན་བཏིང་ཡ་ཡོད་མ་རེད་གསུངས་འདུག་བ་སྟོན་པ་འོ་དེ་ནས་ཆོས་ཁུལ་དུ་མང་གདན་བཏིང་དེ་ནས་ཀུན་དགའ་བོར་ཆུ་ཅིག་ཁྱེར་རྒྱོག་གསུངས་དེ་ཆུ་ཉོག་པོ་དེ་ཅིག་བཞེས་འོ་དེ་དེ་ནས་བྱས་ནས་དེ་ནས་རྫ་ཆོས་གྲོང་གོང་པ་མྱ་ངན་འདས་སོང།

བཟོ་རྣམས་མེད་ལས་འདྲ་བོ་ཅིག་ལ་བརྩི་ཟེར་དེ་འདྲས་ཀྱི་བརྩི་སྟངས་འདྲ་བོ་ཅིག་བྱུང་བ་རེད་ད་ང་ཚོས་ཆོས་པ་དེ་ཚོ་ལབ་དེ་རེད་མ་དེ་མང་ཚོགས་ལ་མ་རྣམ་རྟོག་ལབ་ཞེས་པ་དེ་འདྲ་རེད་འདུག་མང་ཚོགས་ག་བ་ཁྲིད་ཁྲིད་འདྲ་ཞེ་ར་བ་ཞིང་ཁམས་ལ་ཤ་རེ་ཁྲིད་འགྲོ་གི་ཡོད་དཔེ་ཤ་གྱོད་དེ་ངས་ཞིང་ཁམས་བསྐྱལ་ཡོང་ཟེར་དུས་ཡང་རེད་བསམ་ནས་ཡང་དཔེ་ཤ་དེ་བསྐྱལ་འགྲོ་གི་ར་བ་འོ་ཅིག་ཅིག་ངན་སོང་ལྷུང་བྱ་ཡང་དཔེ་ཤ་ཁྱེར་དེ་ངས་ཡག་ཁྲིད་འགྲོ་ཟེར་ཟེར་དུས་ཡང་དཔེ་ཤ་སྤྲད་དེ་གི་ར་བ་ད་ག་རེ་བཤད་ན་དེ་རྗེས་སུ་འགྲོ་དེ་གི་ར་བ་འདི་ངས་ཁེ་སང་ག་ནས་ཟིན་ལྟོང་ཡོང་དཔེ་ཟེར་ཨོ་ད་ད་ག་རང་རེད་བསམ་ནས། དེ་འདྲ་ཡིད་ཆེས་བཞིན་འགྲོ་འདང་གིན་རྐྱང་རྐྱང་རེད་བ། ད་དེ་འདྲས་ཀྱི་ཐོག་ནས་དེ་ནི་མང་ཚོགས་དཀྲོགས་ནས་ཨོ་ད་དེ་འདྲས་ལབ་བསྡད་པའི་སྐབས་ཅིག་རེད་འདུག་ད་དེ་རེས་རྗེས་དཔག་ཞང་གསུམ་སྐུ་བརྙན་དེ་ཁྱིམ་དུ་ཡོང་ན་རྒྱ་གར་ཕིས་འགྲོ་གི་རེད་རྗེ་བཙུན་མི་ལའི་སྐུ་བརྙན་ཁྱིམ་དུ་ཡོང་ན་ད་ཁྱིམ་དེ་པས་ཁུར་འགྲོ་གི་རེད་ད་དེ་འདྲས་ལབ་བསྡད་ཡོད་རེད་དེ་ནི་མང་ཙམ་ནས་དོགས་པ་སྐྱེ་སྐྱེ་གི་རེད་བ་ཡ། དེ་ཀོ་འཇིག་རྟེན་ཁོ་རེ་རྣམ་ཐོག་གི་བདག་པོ་རེད་དེ་ནི་ཚང་མ་ར་ཐོག་གི་བདག་པོ་རེད་སུས་ན་ཡ་ཕུན་སུམ་ཚོགས་པའི་ཡོང་ཡ་གི་རེད་བ་བྱས་ནས་དེ་ནི་ཡང་འབུམ་དང་ནོར་འབུམ་དང་ཨོ་ད་དེ་ཚོ་ཡ་ཁྱིམ་སྤུག་ལ་མང་ཐག་ཆུ་བཙིག་ད་ག་ཞིག་གི་རེད་བ་ཅིག་ཡང་ཁོག་ཡོང་གི་རེད་ནོར་ལ་ཁོག་ཡོང་གི་རེད། འོ་ད་དེ་རྗེ་བཙུན་མི་ལ་ཙེ་དེ་མི་ལ་སེ་རག་གི་རིགས་དང་གི་ཐ་སྙད་དེ་འབྲེལ་བ་ཡོད་རོགས་དེའི་རྣམ་རྟོག་འདྲ་བོ་ལངས་ད་སྔོན་ཐོག་རྗེ་བཙུན་རྣམ་ཐར་མཁས་བཙུན་གོང་དུ་ཞུས་པ་ནང་བཞིན་རེད་དེ་ནས་སེ་རག་གི་དམོད་པ་ལས་རྒྱལ་སོང་ནས་མི་ལ་ཆུ་སེར་གི་ཆོ་ག་བཤད་ནས་དེ་ནས་བཞེས་སོང་དུས་མི་ལ་གཡང་ལོང་རྒྱལ་པོ་སོ་དེ་དེ་སེ་རག་གི་དམོད་པ་ལས་རྒྱལ་སོང་ད་དེ་གི་གོ་ཐོང་རེད་མ་གཏོགས་དེ་གི་རིགས་དེ་ཡིན་སའི་རྩ་བ་ནས་ཡོད་མ་རེད་བ་ད་དེ་ཚོ་གནས་སྟངས་འདྲ་བོ་དེ་མ་ཤེས་རེད་ད་དེ་དངོས་གནས་གི་ནང་ཁ་སངས་རྒྱས་གི་ཆོས་ལུགས་འགྲོ་སྟངས་བྱས་ན་དེ་རྦད་དེ། བསམ་བློ་བཏང་ཐང་ཡག་པོ་ཅིག་བཏང་དགོས་རེད་ད་སྔ་མོ་དུས་ནས་ཅིག་བདེ་སྡུག་ཡོད་ཚད་ཅིག་སྣང་སྲིད་ལྷ་འདྲེ་གི་ཅིག་བྱས་སོང་རེད་ཟེར་ཅིག་དེ་ལ་ཕོག་ཐུག་བྱུང་སོང་རེད་དེས་གནོད་སོང་རེད་དེ་ལ་ཅིག་བྱས་ན་དེས་རང་ལ་བདེ་བ་སྤྲད་ཡོང་གི་རེད་ཟེར་ཏེ་དེ་ནི་གནའ་བོའི་གི་ཆོས་དད་རེད་བ་དེ་ནང་པ་སངས་རྒྱས་ངོས་ནས་བྱས་ན་དེ་རྨོངས་དད་རེད་བ་དོན་དངོས་མཐུན་མེད་རེད་ད་ནང་པ་ལྟ་གྲུབ་ཟེར་ན་རེད་གཞུང་ལུགས་ངོས་ཟེར་ན་རེད་དེ་ངོས་ནས་བྱས་ན་བདེ་སྡུག་ཐམས་ཅད་རང་གི་སྒོ་གསུམ་གི་ལས་ཀ་བྱེད་སྟངས་བཟང་ངན་ལ་བརྟེན་ནས་འོ་དེས་བདེ་སྡུག་དེ་ཡོང་བསྡད་པ། རིགས་ཀྱི་རྒྱུ་འབྲས་དེ་དེའི་གསུང་ནི་རྒྱུ་འབྲས་ཀྱི་གནས་ལུགས་དེ་ལ་བརྟེན་ནས་དེ་ནི་ང་ཚོར་བདེ་བའི་རྒྱུ་གྲུབ་ནས་མི་དགེ་བའི་རྒྱུ་སྤངས་ནས་འོ་ད་དེའི་ལས་ཀ་དེ་ལས་ཀྱི་ཡོད་རེད་བ་དེ་རྒྱུ་འབྲས་གནས་ལུགས་དེ་ལས་གཞན་ནི་ང་ཚོར་ལས་ཀ་བྱེད་ཀྱི་ཡོད་རེད་བ་ད་རེད་དེ་དེ་ལ་བྱང་ཆུབ་མ་བྱས་པའི་ཕྱིར་ན་ད་བླུན་པོ་དོན་དུ་བླུན་ཐལ་བྱེད་དུ་ཤེས་ཅི་དགོས་རེད་ད་མཁས་པ་ཡིན་ཤེས་ཡོན་ཅན་ཡིན་དཔེ་ཆ་བལྟ་མཁན་ཡིན་བསམ་གི་དེ་ཚོས་དེ་འདྲས་ལབ་ནས་མང་ཚོགས་ནང་ལ་ཡར་དཀྲོག་ནས་དེ་འདྲས་བྱས་རེད་ད་དོན་དངོས་ཐོག་སོ་སོ་གི་ནང་གི་གར་ཟེར་བ་རེད་ད་གནས་དང་ཐབས་སྐྱོ་བོ། དྲ་ཐོག་གི་དེ་རང་ཚོགས་དེ་མ་ད་ལོ་རྒྱུས་ཐོག་བཞག་བྱས་གི་འདུག་ད་དེ་གི་སྐོར་དེ་སྔ་ས་ནས་ཡོད་བསྡད་པ་རེད་ད་དེ་ནས་ཞིབ་ཆ་འདྲ་བོ་དེ་ག་ནས་ཁུར་ཡོད་ཟེར་ན་དུས་རབས་བཅོ་བརྒྱད་ནང་ར་བ་རྡོ་རིང་བསྟན་འཛིན་དཔལ་འབྱོར་གྱི་མཛད་པའི་དགའ་བཞི་གཞུང་ཕྱོགས་ནང་ལོག་གསལ་བ་རེད་ད་ཁོང་གི་རྗེ་བཙུན་སྐུ་གཅིག་བཞེངས་དུས་དེ་ནས་དེར་ངོ་རྒོལ་བྱེད་མཁན་གཞུང་འགོག་མཁན་སོང་ཡིན་དེ་ཁོང་ཅག་ཕྱི་ལོའི་ནང་ལོ་ལ་དེ་བསམ་བློ་བཏང་དེ་ཡོད་སོ་སོ་གི་ཕྱག་མཆོད་འབུལ་གི་དེ་རྟེན་ལ་རྗེ་བཙུན་སྐུ་གཅིག་དེ་ཚོས་རིན་པོ་ཆེན་ལ་དེ་ནས་བླ་རྒྱུད་སྐོར་དེ་ལས་ཁོ་བསམ་མནོ་འདྲ་བོ་ཡོད་དུས་དེ་ནས་ཁོང་སྐྱིད་རོང་ས་མཚམས་ལ་ཡང་ལས་ཐོང་ཞག་ཕྱིན་ར་བ་དེ་སྐབས་སུ་རྗེ་བཙུན་མི་ལ་རས་ཅན་གི་གནས་བྱེ་ནང་གསང་བའི་རྫོང་དེ་ནས་ཕུག་པ་ཁག་ནས་ས་ནག་སྟོད་ནག་ཤིང་ནག་དེ་འདྲ་མང་པོ་ཅིག

པའི་བསྟན་ཡོང་གི་འདུག་ད་རྗེ་བཙུན་རིན་པོ་ཆེ་སྔོན་མ་རྗེ་སློབ་པ་ལམ་གྱི་གནས་སྐབས་རེ་བ་ཀ་ལས་རྒྱལ་བའི་སྐབས་ལ་ད་དེའི་སྐབས་སུ་དེ་ནི་ད་ཕྱིན་ཆེན་གྱི་མི་རྒན་ལྟ་བུ་ལ་དགོངས་ནས་དེ་ནི་ལྟོ་གོས་ལ་གྱོང་བསྐུར་ནས་ཆོས་སྤྱོད་དཀའ་བ་མཛད་ཡང་དེ་འདྲའི་སྙིང་སྟོབས་མཛད་པ་རེད་མ་གཏོགས་དེ་ནི་ཁོང་དངོས་སུ་བྱས་ན་ནང་གི་ཆ་ནས་བྱས་ན་གསང་སྔགས་ཀྱི་ཟབ་གནད་འདོན་ཡོང་ལམ་ཆེན་གྱི་གདམས་ངག་མ་མཁྱེན་པ་མ་རེད་ད་དེ་ནི་ཁོང་གི་དེ་མཁྱེན་རུང་ད་ལོངས་སྤྱོད་ཀྱི་ཕོངས་ནས་དཔེ་སྤྲང་རྒྱབ་བྱེད་དགོས་པ་དེ་འདྲའི་ཆ་མི་ཆགས་སུ་རེད་མི་འདུག་སྐུ་ཚེ་ཁོ་རང་ལ་དེ་ནི་རང་སྟོང་གི་ཆོས་སྐུ་མངོན་དུ་གྱུར་ནས་གཞན་སྟོང་གཟུགས་སྐུ་གི་འགྲོ་སྟངས་མཛད་པའི་སྐབས་སུ་ཡིན་ན་དེ་སྣང་སྲིད་དངོས་བཅུད་ཐམས་ཅད་ལ་དཔེར་རང་དབང་ལོངས་སྤྱོད་ཀྱི་རང་དབང་ཐོབ་ནས་ནམ་མཁའ་མཛོད་ལ་མངའ་བརྙེས་དེ་རེད་ཟིན་འདྲེས་ཀྱི་འགྲོ་བ་ལྷག་ཏུ་གཅེས་པ་ཐམས་ཅད་ཀྱི་ཕྱག་ཕྱུག་གི་སྟེང་དུ་གྱུར་སོང་རེད་ད་དེ་འདྲས་ཀྱི་གནས་ལུགས་མ་རྟོགས་པའི་ད་ཁྱིམ་པ་དེ་ཚོ་ད་ཁག་མེད་ཁོག་དེ་ཁོག་འདྲ་བ་ད་ཐེ་ཚོམ་འདྲ་བ་ཆུ་དེ་ཆུ་ཁག་ཡོད་མ་རེད་ད་ཁྱིམ་ནི་ཁྱིམ་མེད་པར་རབ་ཏུ་བྱུང་དེ་ནས་གྲྭ་བ་གྲྭ་ཚང་རྣམས་ལ་ཞུགས་དབུ་ཕར་འདུན་ཚུགས་དུ་འདུག་གཞུང་ལུགས་སྦྱངས་པ་ཡག་པོ་བྱས་ནས་སྐར་རམ་འབྱམས་ཀྱི་གྱིས་ཤིག་མཚན་ཐོག་དང།

རྦད་དེ་འཚོ་བ་ལོག་པ་སྐྱེས་དང་གི་ད་དེ་ནས་ཆུ་ཕག་གི་ཆུ་བ་འཚོ་བ་ལོག་པ་སྐྱེས་དང་སྦྱིན་བདག་ལས་ངོ་སྲུང་བྱེད་དཔེ་ལས་ཤེ་འོ་ཡེ་དཔེ་ཞེ་བོ་གཅིག་བྱེད་ཀྱི་ཡོད་མདོག་མདོག་དང་དེ་ནས་འདྲ་འདྲ་མེད་དུ་ཚུལ་འཇུག་བྱེད་བྱེད་ཆུ་བ་མེད་ན་ཆུ་བ་ཡིན་རྟོག་པ་མེད་ན་རྟོག་པ་ཡོད་དེ་འདྲའི་ལོག་པའི་འཚོ་བ་སྐྱེས་དང་མང་པོ་ཡོད་ད་ལོག་འཚོ་ང་འོ་ད་དེ་མདོག་འདུག་གོ་ཡོད་རེད་དེ་འདྲའི་ལམ་མཁན་ཡོད་རེད་ས་འོ་དེ་གསུངས་བཞག་འདུག་དེ་དྲ་གབ་ཆོས་ཀྱི་དབང་ཕྱུག་གི་ཞལ་གདམས་ནང་ལོ་གསུངས་བཞག་འདུག། དེ་ཁ་ཅིག་གིས་རྗེ་བཙུན་མའི་ལེགས་བཀོད་སུ་ཚང་དེ་ན་དེ་ནས་ལོག་འཚོ་ཐོབ་འགྲོ་གི་རེད་ཟེར་དེ་འདྲས་ཀྱི་ལྟ་བ་ལོག་པའི་གི་ཚུལ་མང་པོ་འདུག་ཟེར་ཅིག་ལ་དེ་ནས་དེང་སང་དགེ་འདུན་གྱི་སྡེ་གཅིག་གི་རྫས་དང་དེ་འབུལ་སྡུད་བྱེད་མཁན་གཏོང་སྒོ་གཏོང་མཁན་ཕལ་ཆེ་བ་ལོག་འཚོ་དང་མ་འདྲིས་པ་ཅིག་རྩ་བ་ཡོང་གི་མི་འདུག་དེ་འདྲས་ཚང་མ་ལོག་འཚོ་ཆགས་འགྲོ་གི་འདུག་ཟེར་ཇི་འདྲ་འགོག་དགོས་གཏོང་ན་ཕན་ཡོང་ཡོང་རེད་ཞེས་པ་ཅིག་ཡོད་རེད་བཅོ་བརྒྱད་རེད་ཟེར་ས་ལ་ཕུལ་བཞག་བས་ང་ཚོར་ཕུལ་བཞག་ན་ཕན་ཡོང་ཆེ་རེད་ཟེར་ཏེ་ལབ་ཏུ་འགོད་རོགས་བ་དང་ཅིག་ཅིག་རེད་སྔོན་མ་དེ་ཕན་ཐོགས་ཞེས་པ་བྱུང་རེད་ཟེར་སོང་དུ་མང་པོ་ལབ་ཏུ་འགོད་རོགས་ད་ལོག་འཚོ་ཟེར་ཡ་དེ་སྡིག་པས་ཟེར་རེད་བ། ཡིན་ན་དགེ་ལུགས་ཁ་ཤས་ཀྱིས་རྗེ་བཙུན་མའི་ལེགས་བཀོད།

གཞོགས་འདེབས་པ་དེ་ནས་ཐང་ག་དང་འདེབས་རིས་མང་པོ་གཅིག་གཞོགས་འདེབས་པ་དེ་འདྲའི་རེ་བཞག་ད་དེང་སང་དེ་འདྲའི་པར་རིས་རེ་དེ་འདྲ་མང་པོ་གཅིག་མཇལ་ཡོང་གི་འདུག་བ་དེ་ནས་ཞིབ་འཇུག་བྱེད་མཁན་དེ་འདྲའི་སྐུ་བརྙན་བཟོ་པ་འདྲ་མི་འདྲ་མང་པོ་གཅིག་དེ་འདྲའི་བསྟན་ཡོང་གི་འདུག་བ་འོ་དེ་འདྲ་རེད་འདུག་རྣམ་ཐར་འདྲ་བོ་འདེབས་ཁྲིས་འདྲ་བོ་དེ་འདྲ་ཡིན་ན་མང་པོ་གཅིག་བྱུང་ཡོད་པ་འདྲ་འདུག་ད་ལྟ་ཁམས་དཀར་མཛེས་ཀྱི་ཁུལ་གྱི་དེ་ནས་ཀ་ཁྲག་དགོན་པ་སོ་ཨོ་དེ་གི་ལྷ་ཁང་གི་གྱང།

ད་དེ་མིན་པས་ཡང་དེ་ནས་ཐང་གུ་རྙིང་པ་དེ་འདྲས་ལ་དེང་སང་རྣམ་ཐར་བྲིས་གུ། འོ་ད་དེ་འདྲས་མང་པོ་ཞིབ་པོ་ཅིག་ཡོང་དེ་ཡ་རེད་དེ་ནས་ཡིན་རྗེ་བཙུན་གི་སྐུ་བརྙན་ད་དེ་འདྲས་ཆུན་ཆུན་དེ་འདྲས་འོ་རྩ་ཆེན་མང་པོ་དེ་འདྲས་ཡོང་ཡ་འདུག་དེ་འདྲས་མཇལ་ཡ་ཡོད་དེ་བས་རེད་ད་རྡོ་བརྐོས་ལ་ཆ་བཞག་ན་བོད་ཀྱི་ས་ཆ་མང་པོ་ལ་རྡོ་ལ་བརྐོས་ཤ་བ་གཡང་འབངས་ལ་བརྐོས་ཤ་བ་ཟེར་གུ་མ་རེད་འོ་བྲག་ངོས་ལ་བརྐོས་ཤ་བ་ད་དེ་འདྲས་ཡིན་ན་ཡང་ག་ས་ག་ལ་མཇལ་ཡ་ཡོད་དེ་བ་དེ་འདྲས་རེད་མང་རྒྱ་ནག་ལ་ཕྱིན་པས་ན་རྒྱ་ནག་རི་བོ་རྩེ་ལྔ་དགོན་འཕགས་ཀྱི་ད་ད་ད་གཙོ་བོ་སྟེ་བོ་དེ་དེ་ར་བ་བོ་ས་སྟེང་ཟེར་ཡ་དགོན་པ་དེ་ད་བྱང་སེམས་དགོན་པའི་གི་འདབས་རོལ་དེ་ན་དེ་ཆོས་ཐེང་དཀར་པོ་གི་ངོས་ལ་ཡང་རྗེ་བཙུན་རིན་པོ་ཆེ

སྐྱབས་དེ་ན་ཁོ་རང་ཚོ་དེ་ཨ་ཞང་སྐད་ལ་སྐུ་ཆེན་པོ་ཅིག་ཕལ་ཆེར་ཐོག་བརྩེགས་གཅིག་སུ་ཡོད་ས་རེད་བ་ད་དེ་དང་དེ་འདྲ་བ་དེང་སང་རྗེ་བཙུན་ཡང་དོ་སྣང་འདྲ་བ་བྱེད་རུ་འགྲོ་དུས་མང་པོ་ཅིག་ཡོད་རེད་དེ་ནས་རྗེ་རྣམ་ཐར་ཐང་ག་བྲིས་ཡ་རེད་འདེབས་བྲིས་བྲིས་ཡ་རེད་དེང་སང་ཡང་ལྟས་ཚེ་ཤུགས་ཆེ་རུ་འདྲ་བ་འགྲོ་བཞིན་པའི་སྐབས་འདྲ་བ་རེད་བ་ད་དེ་ནས། སོ་སོ་གིས་ད་དེ་ནས་རྗེ་བཙུན་གྱི་སྐུ་བརྙན་མཇལ་བ་རེད་ས་སྙིང་དེ་འདྲ་མཇལ་ཡོང་དུས་དེ་ནས་དགོད་རེད་བ་ད་སྐམ་པ་དང་ད་ཞན་རེད་དེ་ཚོ་ཡང་འགྲམ་པ་རིང་པོ་ཞིག་དཀྱིལ་ནར་མོ་འདྲ་བ་བཤད་དོན་གྱི་ཡང་ཅིག་ཞལ་དབྱེ་བ། ཐོས་བསམ་འདྲ་བོ་བྱས་བསྡད་པ་ད་དེ་ནས་ཞེ་ཆེན་དཀོན་མོ་བྱས་བསྡད་པ་ད་དེ་འདྲས་མང་པོ་འདུག་ད་དེ་གཅིག་ནས་འཆར་འགོད་རེད་གཉིས་ནས་ཟོ་བ་སོ་སོ་གི་ད་སོར་མོ་རྒྱུ་རྫས་མཐོང་ཡོང་ར་བ་འོ་ད་དེ་རེད་ད་དེ་འདྲས་ཡིན་དུས་དོན་དམ་པ་རྗེ་བཙུན་མི་ལ་རས་པའི་ཞེ་ཆེན་དང་སྐུའི་རྣམ་པ་ཅི་འདྲ་ཡོད་ཚུལ་བྲིས་ཡོང་ན་ད་དེ་ལན་འདྲ་བོ་ཞིག་བཏབ་དགོས་ན་དེ་ནས་ད་ག་རང་ད་ལྟ་གཡུང་དྲུང་ཞེ་བཞི་རས་པས་གསུངས་པ་ནང་བཞིན་ཟ་བའི་སྐུ་གི་རྣམ་འགྱུར་དེ་ཤི་བ་ཡིན་ན་དེ་ནས་གཅིག་གྱུར་འདྲ་ཆགས་ཡ་མ་འོངས་པ་ཡིན་ན་དེ་ང་ཚོ་གཅིག་འཕུལ་དེ་གལ་ཆེན་པོ་རེད་ནོ་རྗེ་བཙུན་མི་ལ་དེ་གོ། རྫོགས་པའི་སངས་རྒྱས་འདྲ་བོ་རེད་བསྒྲུབ་རྒྱུ་རང་དབང་ཐོབ་སོང་དུ་མི་རེ་རེ་རྣམ་དཔྱོད་རེ་བསྟན་སོང་རེད་ཟེར་དེ་བ་ཐང་ན་དངོས་ནི་ལབ་ན་འགྲིག་གི་རེད་བ། འགྲིག་གི་རེད་དེ་ཐུན་མོང་གི་སྣང་ངོ་ལ་དེ་ནི་འགྲིག་གི་མ་རེད་བ་གཏན་སྡོད་གཅིག་ཆུའི་འདྲ་ཞིག་ཨོ་དེ་འདྲས་བྱུང་ན་ཡག་པོ་འདྲ་རེད་བསམ་གི་འདུག་བ་དེའི་རྗེས་མཐུན་གྱི་ད་བྱས་ཀྱི་རྣམ་པ་དེ་གཞི་གཞི་རེད་བས་སོང་བ་ནང་བཞིན་གཞས་ཀྱི་དཀྱིལ་འཁོར་ཁྱི་ལེ་བ་དེ་འདྲས་ཞིག་སྒུག་དགོས་ས་རེད་དེ་མ་གཏོགས་ད་གཞན་དག་ཐང་དུ་སྟེགས་དེ་དག་དང་འདྲ་བོ་མི་འདྲས་པ་རེད་དེ་ནི་གཙང་ཁྲིད་ཕལ་ཆེ་བའི་ནང་ལོགས་རྗེས་མཐུན་གྱི་ཀུན་རྟོག་དེ་སྔོ་ནག།

སྤྱི་ཚོགས་ཟུང་འབྲེལ་གྱི་ལམ་ནས་འབད་དེ་མངོན་པར་རྫོགས་པར་སངས་རྒྱས། དེ་ལྷོ་བྲག་མར་པ་ནས་ཞུས་དད་པའི་ཆོས་དེ་རྟེན་འཁྲིའི་ལུས་ལ་དྲན་ནས་རྟོགས་པ་སེམས་ལ་ཁྱབ་ཟེར་དེ་དག་མངོན་སུམ་དུ་དེ་ཐབས་ལམ་གྱི་ནུས་པ་འདྲ་བོ་བས་ཐོན་སོང་བ་དེ་འདྲའི་རེ་བ་མཐོང་བར་མ་ཚད་པས་དེ་ནས་སློབ་མ་ཚང་མ་ལ་མ་གདམས་པ་དེ་གནང་ཞེས་པ་དེ་འདྲའི་རེ་བ་དེ་ནས་དེ་ནས་བསྐུལ་ཡང་བས་གཟི་མདངས་དང་གཟི་བྱིས་དང་ལྡན་པ་དེ་འདྲའི་རིམ་པས་ཅིག་ཡོད་དད་པ་ཅིག་ཆགས་ཡོང་བ་འདུག་དེ་ཚེ་རིང་གི་སྐོར་གསུམ་ནང་ལོར་བལྟས་ན

སྐེམ་ཞིང་རེག་པ་དང་དུ་དྲི་གུ་བོར་བ་དེ་རྗེས་སུ་ཡང་དེ་འདྲས་མིན་པ་འདྲ། འོ་དེ་དེ་འདྲས་ཀྱི་ཐོག་ནས་བ་སྣའི་རླུང་འདྲ་བ་ཡོད་པ་ཡིན་ན། དེ་ལོ་རྒྱུས་དངོས་སུ་ཐོན་པ་རེད་འདུག་སྐུ་བརྙན་ནང་རེད་ནམ་ཐག་གོ་དེ་འདེབས་ཁྲིད་ཅི་འདྲ་བྲིས་ན་ཁུངས་དང་ལྡན་པ་ཆགས་ཀྱི་རེད་བསམ། འོ་ད་དེ་འདྲས་འདྲ་བ་ཅིག་རེད་འདུག་དེ་ནི། ད་ལྟ་ང་ཚོའི་མཇལ་ཡུལ་དུ་ཞོགས་ལྡན་གྱི་དེ་ནི་ཆུ་བར་གྱི་རྟེན་མཚོ་འོ་མཐོང་བ་རང་གྲོལ་དེ་ཆེད་དེ་ནི་ལ་ཆེ་དང་གཉའ་ནང་ལ་ཞོགས་པའི་གི་དེའི་རྟེན་རྙིང་པ་ད་ད་ལི་གུ་འོ་དེ་ཚོ་ཚང་མ་ཞིག་དེ་རེད་འདུག་ཞེས་ཁྱེད་ལས་བ་ཡུལ་མཁན་སྐུ་ཞབས་དེ་ཚོ་རན་པོ་འོ་ནམ་ཚག་ཡིན་ན་དེ་ནི་རས་དཀར་ད་རས་དཀར་དེ་གཏུམ་མོ་ཡོ་མཚན་རྫོགས་པ་ད་ད་ཁྲིད་ཀྱི་ཁྱད་ཆོས་འདྲ་བ་ཚོགས་ནས་ནམ་མཚོ་ཞལ་མདངས་མ་ཁུར་བར་གྱི་དུས་ཚོད་འཕྲོ་འགྲོ་བ་དེ་ང་ཚོ་དེ་ཕྱིས་སུ་རབ་བྱུང་དེ་ཚོ་ཡིན་ན་རེ་འབོད་བྱེད་པའི་སྐབས་སུ་རས་དཀར་དེ་གང་དུ་བསྒུག་རོགས་པ་འོ་དེ་རས་ཁྱོད་བྱས་ནས་འོ་ད་དེ་རེད་འདུག་འོ་དེ་རང་རེད་འདུག་ད་སང་ངས་གང་དུ་བཞུགས་ཡིན་པ་དེ་ནི་རས་པ་བྱས་པ་ཙམ་གྱིས་དེ་སྔགས་པ་དང་ཁྱིམ་པ་འདྲ་བོ་ཆགས་འགྲོ་བས་དེ་གནད་གང་འདྲ་བོ་རེད་མི་འདུག་སྤྱི་ཐང་གི་སྔགས་པ་ཡིན་ན་ཡང་ཁོས་མདོ་སྔགས་སོ་སོའི་སྲོལ་བཟོ་ཁྱད་ཆོས་རེ་རེ་བརྗོད་དུས་སོ་སོ་སོ་སོ་ལ་ཡང་ཁྱད་ཆོས་རེ་རེ་བརྗོད་ཡོང་དུས་སོ་སོ་ཕྱོགས་དུ་གྱུར་པ་ཡིན་ཟེར་ཡོད་རེད་ངས་ཁེ་སང་བཞུགས་ཡིན་པ་འོ་དེ་རེད་དེ་ནི་བཀའ་བརྒྱུད་ཀྱི་ཕྱོགས་སུ་དེ་ནི་རས་ཁྱོད་འདྲ་བོ་བྱས་པ་ཙམ་མ་ཟད་གྱོན་འདུག་གི་དེ་ནི་རས་པ་གི་དེ་ཆ་ལུགས་འདྲ་བོ། ཨོ་ཏི་ཡོངས་འདུ་གི་ཟློ་བ་རབ་བྱུང་ཡིན་པ་གང་ཞིག་ལ་ད་ལྟ་ཁམས་པ་དར་ཡོ་རི་བ་ཁམས་ན་ཨོ་ད་བདེ་མཚུགས་ཀྱི་སྟོང་ཕན་དོན་དུ་མང་ཆེ་དེ་རེད་བ་ཨོ་དེ་རས་བག་གི་ཆ་ལུགས་འདྲ་བོ་མཛེས་དེ་ག་རེད་བ་ནམ་ཚ་དཀར་པོ་དོན་དུ་གནམ་ཨོ་དེ་ཨ་དེ་ཚེར་མར་བྱས་དེ་ནམ་ཚ་ཐག་ཉིད་དམར་པོ་ཡོ་བ་དེ་ནམ་ཡང་ལུགས་སྲོལ་དུ་བ་དེ་བདེ་མཚུགས་ཚང་མ་རྗེ་བཙུན་རིན་པོ་ཆེན་གྱི་དེ་ཇག་སྲོལ་དུ་མ་འདྲ་རེད་སོང་བ་ཐོག་མ་དེ་ཟན་དཀར་པོ་གོ་ཡང་དེ་བཀའ་བརྒྱུད་རང་ཡིན། ད་སང་ངེ་ཤུལ་ཡིན་པ། ད་དེ་འདྲ་རང་ཆགས་བསྡད་ཀྱི་འདུག་ལོ་རྒྱུས་མང་ཞིབ་ཆ་འདྲ་བོ་འདི་བྱས་ཡོང་པ་ཡིན་ན་དེ་ནས་ད་རྗེ་བཙུན་གྱི་རྣམ་བདེ་བས་དེ་རེད་རང་རེ་བ་རེད་འགའ་ད་ཕྱིས་སུ་ང་ཚོ་གོ་ཆེན་གྱི་རེ་མོ་དེ་འདྲ་ཞེ་བོ་ཅིག་བྲིས་བཞག་རེད་རྗེ་བཙུན་བཀོད་དེ་ལ་དེ་ནས་ད་རྗེས་ཀྱི་རྗེ་བཙུན་གོ་ཆེན་དེ་འདྲ་ཞེ་བོ་ཅིག་རྣམ་བདེ་མེད་འགྲོ་བསམ་བསམ་དེ་ཚོར་བ་སྐྱེ་ས་རེད་ད་གོ་ཆེན་རེ་མོ་དེ་ང་ཚོ་ཚོགས་སར་འགྲིབ་བྱུང་རེད་ཟེར་གྱི་འདུག་ད་དེ་ནས་དངོས་སུ་གི་དེ་འདྲ་ཡིན་ན་རེ་མོ་དེ་ཚོ་མེད་པ་ཡིན་ན་ད་རུང་གྲོང་དང་མཐུན་པ་འདྲ་བོ་དེ་འདྲ་ཡོང་གི་མེད་འགྲོ་བསམ་བསམ།

རྒྱང་ཐག་འདིང་རན་རེད་འོ་དེ་འགྲོ་ཡག་གི་དེ་ངན་ག་འདྲ་བོ་ཞེ་བོ་དེ་ཡོང་གི་འདུག་ད་དེ་ངས་འདི་སྐབས་སུ་བྲིས་སོང་རེད་དེ་ནས་ངས་ཀྱི་བ་དོང་དང་མཐུན་པ་འདྲ་བོ་ཡོང་ན་གལ་ཆེན་པོ་རེད་བསམ་གི་འདུག་བ་དོང་དང་མཐུན་མ་ས་ལ་འབབ་ཡག་དེ་ཚང་མ་ས་ལ་འབབ་ན་ཡག་པོ་འདུག་མ་གཏོགས་གནམ་ལ་འདིང་སོང་ན་ག་ལེ་ཁར་ཁར་འགྲོ་ཡག་རེད་ད་ད་ལྟའི་དུས་ཚོད་རྩིས་རྒྱས་པ་ཡིན་ན་རང་ངོས་ནས་དེ་ནས་རྗེ་བཙུན་གྱི་ཐང་ག་དེ་ཚོ་དེ་འདྲའི་འཆར་འགོད་འདྲ་བོ་བྱས་ཡོང་དུས་དེ་ཡིག་ཆ་རྙིང་པ་གཞིར་བཟུང་འོ་དེ་འདྲའི་འཆར་འགོད་བྱས་རེད་ད་དེ།

རྣམ་ཐར་དེ་སྤྱི་ཚོགས་ཐུང་ངུ་ཅན་དུ་དེ་ལོ་རྒྱུས་དང་འདྲ་རེ་སོང་དུས་དེ་ནས་ལོ་རྒྱུས་དང་སྦྱར་ནས་མ་ཤོད་ཡ་དེ་གལ་ཆེན་པོ་རེད་འདུག་ད་ད་ལྟའི་ཆ་ནས་བཤད་ན་ང་ཚོ་ད་རྗེ་བཙུན་སྐུ་མང་པོ་ཞིག་མཇལ་རྒྱུ་ཡོད་རེད་དེའི་ནང་ལོགས་ལ་ད་ད་ད་ཅིག་སྐུ་དེ་ཚོ་ནང་ལོགས་ལ་ཅིག་ཡ་ལོ་རྒྱུས་རིང་ཤོས་འདྲ་བོ་དང་ཅིག་བར་ཁུང་འདྲ་བོ་གཙང་ཤོས་འདྲ་བོ་ཟེར་བ་རེད་ཨོ་ད་དེ་དེ་ཆོས་བར་གྱི་རྗེ་བཙུན་གྱི་སྐུ་ལ་སྤྱི་དང་གཉའ་ནང་གི་དེ་ལས་མ་ད་དེ་ཚོ་ཚང་མ་ཅིག་ཡ་ཁུང་འདྲ་བོ་དག་ས་ཟེར་བ་མ་རེད་ཨོ་ཅིག་རྟ་ཐང་འདྲ་བོ་ཅིག་ཡ།

གུང་ཐང་གི་མི་སྣ་གཅིག་ཡིན་པ་རྣལ་འབྱོར་གྱི་དབང་ཕྱུག་གཅིག་ཡིན་པ་བཀའ་རྒྱུད་ཀྱི་སྲོལ་འབྱེད་ཡིན་པ་མར་མེ་ཐང་གསུམ་གྱི་ནང་ནས་གཙོ་བོ་གྱུར་བསྡད་པ་དེ་ནི་རས་པ་དང་རས་ཁྲུས་དཔལ་གྱི་སྲོལ་འབྱེད་ཡིན་པ་དེ་དངོས་ཡོད་གནས་ཚུལ་ཡིན་པ། འོ་དེ་ཡིན་དུས་ཡིན་པ་ལ་ཡིན་པར་ཤེས་དགོས་རོགས་པ། འོ་ད་དེ་ཡིན་དུས་དེ་ནི་མ་རག་དེ་གི་སྐོར་ཞིག་དེ་ནི་རྗེ་བཙུན་གྱི་རྗེས་དྲན་གྱི་སྐུ་འོ་དེ་སྐུ་བརྙན་དེ་གི་ཡོང་སྒོ་རེད་སྐུ་བརྙན་དེ་དང་འབྲེལ་དུས་སྐུ་བརྙན་གྱི་གཞི་ཆ་འདྲ་བོ་དེ། རང་གིས་གང་ཤེས་པ་ད་དེ་རེད་དེ་མ་གཏོགས་ད་ཀུན་མཁྱེན་ཤེས་བྱ་ད་དུང་ཅི་བཟོ་བདག་ཙམ་མ་ཡིན་པར་དེ་གི་ཚོང་མཐོང་དང་དེ་གི་ཅིག་ཡོང་ཐེན་དང་ད་དེ་ནི་དེ་གིན་ཤེས་དགོས་ཀི་གསུང་གི་ནང་ལོག་ཡོད་རོ་བ་ཨོ་སང་ཁྱེད་ཀྱི་སྐུ་ཐུན་ཚོགས་ཡིན་ན་དེ་ནི་དེ་གིན་ཤེས་དགོས་ཀི་སྐུ་གཟུགས་ཐུན་ཚོགས་ལི་ཤིན་དགོས་ཀི་ཕན་ཡོང་དེ་ནི་སྐུ་གཟུགས་དེ་ལ་བརྟེན་ནི་དེ་ནི་རྣམ་ཐར་དེ་ཚོ་ཚང་མ་རྗེས་དྲན་ཐོབ་པ་ཨོ་རྗེས་དྲན་ཐོབ་ནི་རྣམ་ཐར་ལ་སློབ་ཐུབ་པ་རྣམ་ཐར་ལ་བསླབ་ནི་གང་ཟག་སོ་སོའི་རྒྱུད་ལ་དེ་གི་གཞུང་ལམ་དེ་ལ་ཀི་ཞལ་རླབས་འདྲ་བོ་ཞུགས་ཐུབ་ནི་དེ་ནི་ཁོ་རང་ཁོ་རང་གི་ལམ་ཕྱོགས་ཡག་པོ་ཅིག་སྙིགས་སོང་པ་ཨོ་དེ་བས་ད་རྗེ་བཙུན་གི་རྣམ་ཐར་དེ་ཚོ་ཡིན་ན་མགོ་འཁྲུམ་ན་གསུངས་པ་ནང་བཞིན་གི་མཐོང་བ་དང་ཐོས་པ་དང་དྲན་པ་དང། དེ་ཚོ་ཚང་མ་ཡང་དེ་འདྲ་ཡིན་འདྲ་པར་ཡོད་དེ། བསྟན་དུས་སྐུ་རྟེན་གསུང་རྟེན་ད་ནི་རེད་དེ་ཚོ་ཚང་མ་ཡིན་ན་ཡང་དེ། ཚོང་དུས་རྟེན་རེད་འབྲི་རྩལ་དོང་རྟེན་དང་འདྲ་རེད་པ་དེ་འདྲ་གི་འབྲི་བཤད་མང་པོ་ཞིག་ཡོད་རེད་པ་དེ་ཚོ་དངོས་ཡོད་གནས་སྟངས་དང་འདྲ་རེ་སོང་རེད་པ་དངོས་པོའི་གཤིས་ལུགས་དང་འདྲ་རེ་སོང་རེད་ད་ཡིན་ན་ངས་དེ་ནས་རེ་རེ་གཉིས་གཉིས་བཤད་ན་ཉན་ཞུ་མ་དགོས་པ་ཡིན།